རྣམ་པ་ལྷུན་གྱིས་རྫོགས་སྐུ་ཁམས་བཟང། ནི། དེ་རིང་ངས་ནང་པ་ཚོ་ལ་ངོ་སྤྲོད་བྱ་ཡི་དེབ་དེ་ག་རེ་བྱ་ཡི་འདུག་ལ་ན། ད་ལྟ་བདེན་སྐྱབས་འཚོ་བའི་འབོ་སྒྲ་ལ་དེབ་དེ་བྱ་ཡི་དཔེ་དེབ་དེ་བྱ་ཡི་འདུག་ལ། ད་ཕྱི་ཟླ་ང་ཚོ་བོད་པ་སྤྱི་ཚོགས་ནང་ལོགས་ལ་ནི། ད། དམིགས་བསལ་གྱི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ནི་ཆབ་སྲིད་རྩོམ་པ་ཆབ་སྲིད་རྩོམ་པ་ལ་ནི་ཐ་སྙད་དེ་མང་པོ་གོ་བདེ་གོ་ལ། དེ་འདྲ་ཡིན་འདུག་སྐབས་སུ་ང་ཚོས་ཀྱི་ད་ལྟ་ངའི་ལག་པ་ལ་ཡོད་པའི་དཔེ་དེབ་དེར་ད་ར། ནི་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ཁོང་རུག་གིས་ནི། ད་སྐུ་ཚེའི་ལོ་རྒྱུས་ཤོད་ར་འོ་དེ་རེད་ར། ད་ང་ནང་ཞིག་ཡོད་དཔེ་དེབ་དེ་ཡིན་པས་ན་ནི་ད་ལྟ་ང་རང་ཚོ། འདི་དུ་ཤོག་གྲངས་ཀྱི་ཆ་ནས་བྱ་བྱ་བས་ན་ར་ལྔ་བརྒྱ་དྲུག་ཅུ་རེ་བརྒྱད་དུ་ར། ཨ་ནི་ཕྱི་ཐང་གི་ཆ་ནས་ཤོག་གྲངས་ཆ་ནས་དེས་མང་བོ་རེད་ཡིན་པས་ནི་ང་ཚོ་དུས་ཚོད་བཏང་ན་ཧ་ཅང་གི་གཏང་རིན་ལྡན་པ་ཅིག་རེད་བསམ་གྱི་འདུག་ར། ཨ་ནི་ད་ང་ནང་ཞིག་གི་ཨ་ནི། འདི་ཡིན་པས་ན་ད་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་དཔར་སྐྲུན་བྱས་ཤིང་ར་དཔར་སྐྲུན་དང་བོ་དེ་མ་བྱས་འདུག་ར། ཨ་ནི་ད་ང་ནང་ཞིག་ད་ངེད་ཀྱིས་ད་ལྟ་དཔེ་དེབ་དེ་ཕྱི་ཕྱི་ཐང་གི་ཆ་ནས་ངེད་ཀྱིས་ཆ་ཚང་ཅིག་ཀློག་པས་ཡིན་ར། དེ་ཡིན་པས་ན་ང་རང་སུ་དུས་ཚོད་དེ་བཏབ་སྟེ་ཨ་ནི་ངའི་དཔེ་དེབ་ངོ་སྤྲོད་ཡིན་པ་སོང་ཙང་ཨ་ནི་ངས་མདོར་བསྡུ་མདོར་བསྡུ་ཤེས་ཀྱིན་ར། ཨ་ནི་འདི་ནང་ནས་འདི་རེད་བྱ། གར་ས་ཤོག་གྲངས་དང་པོ་ནས་ཤིག་བདུན་ཅུ་བར་དུར་བལྟ་ར། ཨ་ནི་ང་རང་སུ་ག་ཅིག། ད་རྒྱ་རབས་ལོ་རྒྱུས་སྲིད་དོན་རྒྱ་རབས་ད་གཞན་པ་རྒྱ་རབས་ལོ་རྒྱུས། ལོ་རྒྱུས་ཀྱི་དེབ་དེབ་དེ་ཁག་ལ་ཨ་ནི་གསལ་བདེ་བ་གི་ང་རང་སུ་བོད་རང་བཙན་གཙང་མ་ཡིན་པའི་གི་ཁུངས་སྐྱེལ་ཡོད་ར། དེ་ཚོས་ཨ་ནི་ཅིག། དཔེར་ན་ཆ་བཞག་ན་ད་ང་རང་ཚོ་བོད་རྒྱལ་ཁབ་དེ་ང་རང་ཚོ་རྒྱལ་ཁབ་ཅིག་ཡིན་པ་རྒྱ་མིའི་ཆ་ཤིས་མ་ཡིན་པ་ཡོད་དེ་འདྲའི་གི་ནི་ཁོང་གི་ཡིག་ཆ་མང་པོ་ཅིག་ཨ་ནི་ག་ལོག་རེད་སྡོམ་བདེ་བོ་བྱས་ནས་ཁ་གསལ་བོ་བྱས་ནས་ར་ཨ་ནི་འདི་ནས་མ་བཀོད་གནང་བྱས་ར་ཨ་ནི་ཅིག་ཚུགས་རྙོག་མེད་པ་བྱས་ནས་ནི་སུས་སློབ་ཡིན་ན་ཡག་པོ་ཞིག་འགོ་ཚུགས་ཨེ་ཡོད་རྒྱུ་དེ་འདྲ་བྱས་ནས་འདི་ནས་མ་བཀོད་གནང་བྱས་དཔེ་ཡག་པོ་འདུག་ར་ཨ་ནི་ད་ག་ནང་བྱས་ནི་དེ་རྗེས་ལ་ཨ་ནི་ང་ཚོ་ད་ཆིངས་ཡིག་དོན་ཚན་བཅུ་བདུན་དེ་ག་འདྲས་རྒྱ་མིའི་བཙན་དབང་ལ་ག་འདྲས་བྱས་ཡོད་མེད་དེ་ཨ་ནི་ཆིངས་ཡིག་དོན་ཚན་བཅུ་བདུན་གྱི་ནང་དོན་ཤོད་ར་དེ་ཆ་ཚང་ཞིག་འདི་མ་བཀོད་གནང་ཤ་ར་འདི་ཡང་རྣམ་པ་ཚོད་ཀྱི་ཏ་རལ་དུ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ར་ཨ་མདང་ནང་བཞིན་དེ་རྗེས་ལ་ནི་བོད་རང་བཙན་ཤོར་རྗེས་ནི་ད་གོང་ས་ཆོས་བཙན་ཤོར་ལ་ག་འདྲས་སུ་གྱུར་ཡོད་མེད་ད་ད་དེ་ཚོ་ཚང་མ་ང་ཚོའི་ད་ད་གར་ས་དངུལ་གྱི་ཡོད་ད་དངུལ་གྱི་མི་མང་བྱས་ནི་ད་ད་བཙན་ཤོར་གནང་གི་རང་བ་ད་དེ་ཚོ་ཚང་མ་ནང་ལ་གསལ་ཡི་ར་དེ་ཚོ་ཚང་མ་ཨ་ནི་སྡོམ་བདེ་བོ་བྱེད་ནི་དཔེ་གོ་བདེ་བོ་བྱེད་ནི་མདོར་བསྡུ་མདོར་བསྡུ་བྱེད་ནི་བཀོད་གནང་ཤ་ཤོག་གྲངས་བདུན་ཅུ་ཟེར་བ་དེ་དེ་འདྲས་རེད་ཤེ་ར་ཨ་ནི་ཤོག་གྲངས་བདུན་ཅུ་གྱི་རྗེས་ལ་ཨ་ནི་ད་ད། མགོ་ལོག་འཇིགས་མེད་ཁོང་རིགས་དང་མ་འཁྲུངས་སྔོན་ལ་ནི་ཁོང་གི་ད་ཡབ་དང་ཕ་མེས་ཡང་མེས་ཀྱི་ནི་ཧ་གོ་བདེ་བ་ཁོང་ཚོའི་ཕ་མེས་ཡང་མེས་ཀྱི་དུས་ཚོད་ལ་ནི་ཅིག་རྒྱ་མིས་ཀྱི་མནར་གཅོད་འོག་ལ་རྒྱ་མིས་ཀྱི་ང་ཚོ་བོད་དེ་བཙན་འཛུལ་ཕྱིན་ནས་ཅིག་རྒྱ་མིས་ཀྱི་མནར་གཅོད་ག་ཚད་བཏང་ཡོད་མེད་ཨེ་སྐབས་དེ་དུས་སྐོར་སོགས་ནི་བོད་པ་དེ་ཚོ་ལ་ནི་ཞྭ་ནག་པ་ལ་ནི་མིང་ཅིག་བཏགས་ནས་ནི་ཞྭ་ནག་པ་དེ་ཚོ་ལ་ག་ཚོད་སུ་ཡོད་མནར་གཅོད་བཏང་ཡོད་མ་ནི་བོད་པ་བོད་མི་ག་ཚོད་སུ་མིག་རྒྱུ་ཐེབས་ཡོད་མ་ཡ་དེ་ཚོ་ཚང་མ་འདི་ནང་ལ་གསལ་བོ་ཞིག་བཀོད་གནང་བྱས་ར། ད་གནང་ཞིག་དེ་ནང་ལོ་ལ་ལོ་གཟའ་གདན་ཚོ་ལ་ཡོད་དོ་ར། མོ་རང་གི་ད་མོ་རང་གཅུང་པོ་ལ་ཤེས་བྱ་བས་ན་ནི་སྐབས་ཐོག་དེར་ནི་བོད་མི་དེ་ཚོ་ཡི་ད་མི་སྣ་མོ་གཅུང་པོ་ལ་ཤེས་བྱ་བྱས་ནི་མོ་ཡི་རྒྱུད་ནས་ནི་སྐབས་དེ་འདོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་དང་ཨ་ནི་སྐབས་དེ་འདོད་ཀྱི་ནི་བོད་མི་དེ་ཚོ་ལ་ད་མྱང་ལུགས་མྱང་སྟངས་ཤོར་ར་དེ་ཚང་མ་ནི་གསལ་བོ་བྱས་ནས་ཧ་ཧ་གོ་གི་རེད་བསམ་གྱི་འདུག་ར་ཨ་ནི་ལོ་གཟའ་དེ་ཚོ་ལ་ཡ་དེ་ནི་མོ་རང་ག་ཚོད་སུ་མྱངས་ཡོད་པ་རྒྱ་མིའི་འོག་ལ་མནར་གཅོད་ག་ཚོད་སུ་མྱངས་ཡོད་པ་ཨ་ནི་རྗེས་སུ་ད་མོ་རང་གྲུ་ཆོད་ལ་ཕྱིན་རྗེས་ཨ་ནི་མོ་རང་ད་ད་མ་ཤུལ་ཙམ་ཆོངས་ཤིག་ར་ཨ་ནི་ད་ག་ནང་བཞིན་ཨ་ནི་དེའི་རྗེས་ལ་ཨ་ནི་ད་བོད་རང་བཙན་ཤོར་ནས་ཕྱིན་ནས་ཨ་ནི་ལོ་བཅུ་གཅིག་གི་རྗེས་ལ་ཨ་ནི་མགོ་ལོག་རྒྱུ་མི་ཁོ་རང་ཁོ་རང་ད་ཁྲོང་ཞི་རག་ཨ་ཁོ་རང་མིའི་དེ་ལ་ཕེབས་པ་ནི་ཕྱིན་ནས་ནི་ཁོ་རང་གི་ག་རེ་བྱེད་འདོད་ལ་ན་ནི་ད་འདི་ནས་ཕྱིན་ནས་ཡང་ཁོ་རང་གི་མཐོང་མཐོང་མྱོང་གསུམ་གྱི་ལོ་རྒྱུས་ཆ་ཚང་ཞིག་མ་བཀོད་ཞེ་རག་སྐབས་དུས་འདི་སྐོབས་སུ་ད་གོང་ས་མཆོག་གི་སྐུ་པར་ཉར་བ་ཡིན་ན་ནི་ཡང་དཔེ་ག་ལ་དེ་དམ་དྲག་བྱེད་ཀྱི་ཡོད་པ་དང་ད་ག་ནང་བཞིན་གྱི་ནི་ཅིག་ཆུ་གཏེར་རང་བ་དེ་ཚོའི་མེད་བ་དང་དེ་འབྲེལ་གྱི་ད་དཀའ་ངལ་མང་པོ་ཞིག་འཕྲད་ན་ཞེ་དེ་ཚང་མ་དེ་ནི་མ་གསལ་བོ་ཞིག་ནི་བཀོད་ན་ཞེ་རག་ཨ་ནི་དེའི་རྗེས་སུ་ཨ་ནི་ད་གོ་ལོ་གཅིག་མིན་ཁོ་རང་ཨ་ནི་ད་ག་ལོ་རེད་ཆེན་པོ་ཆགས་རྗེས་ཨ་ནི་དགོན་པ་ལ་ཕྱིན་དེ་རྗེས་ལ་ཨ་ནི་ཁོ་རང་བཙོན་ཁང་ལ་ཕྱིན་ད་བཙོན་ཁང་ལ་ཕྱིན་པའི་རྣམ་པ་དེ་ཧ་ཅང་གི་ད་འཇིགས་སུ་རུང་བ་ཅིག་དང་ཨ་ནི་ང་ཚོ་གི་ད་ཀློག་པ་པོ་དེ་ཚོ་གི་སེམས་ལ་ཡིན་ན་དཔེ་འཇིགས་སྐྲག་ཆེན་པོ་ཞིག་སྐྱིད་འདུག་ར་ངས་ནི་དེབ་དེ་ཀློག་བྱེད་དུས་སྐབས་སུ་ཨ་ནི་གོང་ལྟར་གཉིད་ཁུག་དུས་སྐབས་སུ་ཁ་ལོར་ཁ་ནང་དུ་ལ་ཁྲག་དྲི་ཁ་ནི་དྲོ་ད་འགྲིག་ཚོར་བ་ལི་ཧི་དུ་ཡ་ད་པའི་སྔོ་སྣུ་ཁོ་ར་ཡོ་ད་ཆབ་སྲི་རྩོམ་པ་ལ་ན་ད་ལན་ལྷ་འོ་མར་འདུག་ས་མ་ཤོ་ར་ད་ཆབ་སྲི་རྩོམ་པ་ཆ་ཚང་གི་ནི་དང་ཤོ་ར་དེ་ནི་ད་ད་མགོ་ལོ་འཇིགས་མེད་ལགས་ཀྱི་ཁོ་རང་གི་ནི་ད་སྐུ་ཐོག་ལ་བཞག་ཅེས་ནི་མཚོན་པ་ཆེ་བས་ན་མཚོན་ཐུ་གུ་རེ་བསམ་གི་འདུག་ར་ནི་ཧ་ཅང་གི་མནར་གཅོད་མྱང་བ་ད་ནི་ཉིན་མཚན་མེད་པ་གདོང་བ་ནི་ཉིན་ཞག་བཞིས་ཡོ་ཁ་ལ་མ་སྤྲད་ནི་སྤྲད་བ་དེ་ཡང་ཁྱི་ཁྱི་ཡོ་ཁྱི་གི་ཁ་ལ་ནང་བཞིན་དེ་གར་ཆུ་གྲང་མོ་ནང་ལོགས་ལ་དེ་བླུགས་ནས་རྩམ་པ་བླུགས་ནས་དཀྲུག་དཀྲུག་བཏང་ནས་སྤྲད་ཡ་ད་དེ་འདྲའི་མུ་སུ་མ་ར་ཡ་ཨ་ནི་མནར་གཅོད་ཚད་མེད་བཏང་བ་ཨ་ནི་ད་ག་ནང་བཞིན་དེ་དེ་ལ་ལྕགས་ཀྱི་རྐུབ་སྟེགས་ཤིག་ད་དེ་ད་ད་གར་དམྱལ་བ་གསུམ་པོ་འགྲོ་རེད་བཤད་ལ་ནི་གསུམ་གུ་དོ་ར་ཁོ་རང་གི་ད་ངེད་ཀྱི་བློ་ཡོང་དེ་སྐོབས་སུ་ཡོང་ཚོར་སྣང་དཔེ་དྲག་པོ་ཞིག་སྐྱེ་གི་དོ་ར་ཨ་རྐུབ་སྟེགས་དེ་གང་ལ་བཞག་ཅེས་ཨ་ནི་མནར་གཅོད་བཏང་བ་དང་ཨ་ནི་ད་ག་ནང་བཞིན་ཨ་ནི། རྐང་པ་དེ་ཚོ་གནམ་ལ་བཀར་ནས་མནར་གཅོད་བཏང་སྟེ་འོབས་སོད་ནི་གཅིག་ནང་ལོགས་ཀྱི་རྒྱུ་མ་དག་ཚང་མ་ས་ལ་ཟ་བ་གི་སྣང་བ་བྱུང་སོང་གསུང་གི་འདུག་ར་ཨ་ནི་ད་ག་ནང་ཞིག་གིས་ཨ་ནི་གཅིག་རྒྱ་མི་དེ་ཚོ་གི་དཔལ་མནར་གཅོད་བཏང་སྟེ་འོབས་སོད་ད་ད་ལྟ་ང་ཤི་སོང་བསམ་ཡག་གི་ཡོད་ད་ཁོ་ཚོ་གི་དང་པོ་བཙོན་ཁང་ནང་ད་ནང་མགོ་ལོག་གཅིག་མི་ལ་ཁོ་རང་བཙོན་ཁང་ནང་ལ་དང་པོ་འགྲོ་དུས་འོབས་སོད་ནི་རྒྱ་མི་གི་ད་ཁོ་རང་ལ་མནར་གཅོད་བཏང་ཡོང་དུས་འོབས་སོད་ཅིག་དགེ་མཚན་ཅན་མེད་པའི་སྒང་ནས་ཡོད་འདྲི་གཅོད་མ་བྱེད་ཅིག་མནར་གཅོད་རང་བཏང་སྟེ་ཇི་ལྟ་བ་ནས་ནི་ཁྱོད་རང་ལ་ད། ཁྱོད་རང་ངོ་རྒོལ་གྱི་ལས་ཞུགས་ནང་ལ་ཞུགས་ཡོད་པས་ཁྱོད་རང་གི་རོགས་པ་སུ་སུ་རེད་ཁོ་རང་གི་དགོངས་པ་གྱི་དྲ་བ་དང་དེ་འབྲེལ་གྱི། པར་དེ་འདྲ་བཏོན་ནས་ཁྱོད་རང་གིས་ངུ་བཞིན་གྱི་ཡོད་པས་ལ་དེ་འབྲེལ་གྱི་དྲི་བ་བཏང་ཕྱིན་ནས་ནི། དེ་ཚོ་ལན་དེ་ཚོ་ཏག་ཏག་མ་རྒྱབ་པ་ཕྱིན་ན་ནི་ལོང་ས་ཞིག་རྫོགས་ཡ་ནི་ཡོང་ཅིག་ཁོ་རང་ལ། ཞུས་ནས་དང་གདོང་ནི་དེ་ཚོ་རྒྱ་མི་དེ་ཚོ་གི་པར་དེ་ཚོ་རྒྱ་མི་གཅིག་པར་དེའི་འོག་ལ་བཞག་ཤ་ར་ཁོ་ཚོ་གི་སྙན་ཐོ་པ་གཅིག་གི་པར་ཨ་ནི། དེ་ད་ལྟ་དཔེ་དེབ་དེ་གི་ནང་ལོགས་ལ་ནི་ཁོ་རང་རྒྱ་གར་ལ་ཡར་ཕེབས་རྗེས་ནི་རྒྱལ་ཁབ་འདྲ་མི་འདྲ་ལ་ནི་བོད་དོན་གྱི་ཆེད་དུ་ལས་འགུལ་སྤེལ་ཡག་གི་སྐུ་པར་དེ་ཚོ་དང་ད་ག་ནང་བཞིན་ནི་གོང་ས་མཆོད་དང་ཨ་ནི་རྒྱ་ལོ་དུང་ཕྲུག་ཁོང་ཚོ་ལ་ནི་མཇལ་ཁ་ཞུ་ཡག་གི་སྐུ་པར་དང་ཨ་ནི་དེ་ཚོ་ཚང་མ་དེ་ནི་མ་གསལ་བོ་ཞིག་ནས་བཀོད་གནང་ཞ་ར། ཨ་ནི་ད་ག་ནང་བཞིན་ད་འདི་རེད་བཞག་ཁོ་རང་གི་དཔེ་དེབ་དེ་ཡང་གཙོ་བོ་ཁོ་རང་གི་མི་ཚེ་ལོ་རྒྱུས་དེ་རྩོམ་དགོས་ཡག་གི་རྒྱུ་མཚན་དེ་ཡང་ག་ལོར། གོང་ས་མཆོད་མཇལ་ཁ་ཞུ་དུས་སྐབས་སུ་གོང་ས་མཆོད་ཀྱིས་ཞལ་ནས་སོང་བ་དང་ནི་ཁྱོད་རང་ཡིད་འཇིམ་གྱི་མི་ཚེ་ལོ་རྒྱུས་ཅིག་འཁྲིད་དགོས་ཡ་གལ་ཆེན་པོ་རེད་ལ་ནི་སོང་བ་དང་དག་ནང་བཞིན་རྒྱ་ལོ་དོན་གྲུབ་རྒྱལ་དེ་འདྲས་སོང་བ་ཨ་ནི་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་གིས་ཁོ་རང་ལ་ཨ་ནི་སྐུ་ལྕགས་ཐེབས་པ་སོང་ཙང་ཨ་ནི་དཔེ་དེབ་དེ་མ་དཔར་སྐྲུན་བྱེད་རྒྱུ་ཅིག་རེད་ཤི་ར། ཨ་ནི། དེ་ནས་ད་བཙོན་ཁང་ནང་ལ་ཅིག། རྩོམ་པ་དེ་ཚོ་ལ་མྱང་སྟངས་དང་དེ་ཚོ་ལྟ་ཧ་ལི་པ་གི་ད་པད་སྐོར་འཇིགས་སུ་རུང་དངོས་གནས་བོར་དམྱལ་བ་གསུམ་པོ་ནང་སླེ་བ་ནང་བཞིན་འདུག་ར་ཨ་ནི་གཅིག་ང་ཚོས་གི་ནམ་གི་རྒྱ་མི་གི་ལྟད་མོ་རི་པིན་དང་ཀྲུང་གོ་གི་ལྟད་མོ་ལྟ་གི་ཡོད་དེ་འདྲའི་འགྲོ་རེ་ཞིག་ལྟ་དེ་རི་པིན་དེ་ཚོ་གི་ཀྲུང་གོ་དེ་ཚོ་ལ་ག་འདྲི་གནོར་བཅོད་བཏང་གི་འདུག་ག་རེ་གོ་མིན་ཏང་དེ་ཚོ་ལ་དཔེ་འདི་དང་ཨ་འདྲི་འགྲོ་རེ་ཞིག་ཡོད་དཔེ་འཇིགས་སུ་རུང་བ་འགྲོ་རེ་ཞིག་ར་ཨ་ནི་ད་ང་ནང་ཞིག་གིས་ཨ་ནི་དེའི་རྗེས་ལ་ཨ་ནི་བཙོན་ཁང་ལ་ཐང་མ་གཉིས་བ་ཕྱིན་པ་ཨ་ནི་ཐང་མ་གཉིས་བ་སྐབས་སུ་ཡང་དཔེ་མནར་གཅོད་ཚད་ལས་བརྒལ་བ་བཏང་བ་ཡོད་ཨ་ནི་དེ་ཡང་བཏང་ལུགས་བཏང་སྟངས་ཆ་ཚང་གཅིག་དཔེ་དེ་ཁོར་ཞིབ་འབྲི་བྱས་ནས་ཡོད་ཨ་ནི་ད་ལྟ་ཁོ་ཚོ་གིས་རྒྱུགས་ཀྱི་ལག་པ་ལ་རྒྱུགས་རིང་པོ་ཅིག་ཅིག་གར་སེ་ང་ཚོས་པཱེབ་འགྲོ་ཞོད་ས་ར་དེས་ཞུས་པས་ས་རཱ་ཧའི་བྷ་ཏཱ་ན་བྷ། ཕྱི་ལོགས་ཀྱི་རྣམ་པ་ལ་རྒྱུག་རྒྱུག་གི་རྣམ་པར་འགྲོ་ཞེས་ན་པས་ནི་ནང་ལོགས་ལ་ཕྱེ་མ་བརྫངས་ཤར་ས་ར་པས་ན་འོ་ཡོ་ཟེར་ཡོ། ཨ་ནི་དེ་འདྲའི་ཞོ་ཡ་དང་ཨ་ནི། ཐབ་ཚ་འོག་གི་འགྲམ་ལ་བཞག་ནས་ཡོ་པད་གོར་མོའི་གསོང་པོ་མེ་སྲེག་བཏང་ཡ་དང་ཨ་ནི། ཁ་དེ་ཚོ་མེ་སྲེག་བཏང་ཡ་ད་ད་པས། ཤི་ནང་ས་འོག་ཏུ་ར་ཤི་ནང་ས་འོག་དེ་འདྲའི་པད་མང་པོ་དུ་ར་ཨ་ནི་ང་ཚོ་གིས་ད། དེ་རྗེས་ལ་ཨ་ནི་མགོ་ལོག་ཅིག་མའི་ཁོ་རང་གར་ས་དེ་ཕྱིན་ནས། བཙོན་ཁང་ལ་ཐང་མ་གཉིས་བར་འགྲོ་ཡོང་མནར་གཅོད་ཚད་ལས་བརྒལ་བ་མྱངས་ཨ་ནི་དེ་རྗེས་ལ་ཨ་ནི་བཙོན་ཁང་དེ་ནས་ཁོ་རང་མཚན་མོ་གཅིག་ལ་ཨ་ནི་བྲོས་བྱོལ་ལ་འགྲོ་ཡ་སེམས་ཐག་བཅད་རྗེས་ཨ་ནི་ད་དགོང་ཟླ་གཅིག་ལ་དྲུད་ནས་ཡོང་ཨ་ཡོ་དྲུད་ནས་ཡོང་རྗེས་ཨ་ནི་དུས་སུ་དུས་སུ་ཕྱིན་ནས་ད་རྒྱ་གར་ལ་ཡ་མཐར་ཨ་ནི་ལམ་ཀ་ནས་ཡོང་ག་འདྲེ་ག་འདྲེ་ཡོང་ཡོད་མེད་ད་སུས་སུས་ཀྱི་རོགས་པ་བྱས་ཡོད་མེད་དེ་ཚོ་དཔེ་གསལ་བོ་བཞིན་བཀོད་གནང་ཞེས་ར་དེ་ནས་རྒྱ་གར་ལ་ཡ་ཕེབས་རྗེས་ཨ་ནི་དེ་རྗེས་ལ་ད་བོད་དོན་གྱི་ཆེད་དུ་ཨ་ནི་རྒྱ་ཁབ་ག་བ་ག་བ་ལ་ཨ་ནི་ལས་འགུལ་ཕོད་ཁར་འགྲོ་ཞེས་ཨ་ནི་ད་ད་ལྟ་ཡིན་ན་ཁོ་རང་གིས་ག་ལོར་སྐུ་ལས་རྒྱ་དང་རྒྱ་བཞིན་པ་ར་རྒྱལ་ཁབ་ཚང་མ་ལ་ང་ཚོ་བོད་དོན་ངོ་སྤྲོད་བྱེད་ག་འགྲོ་ཡ་དང་ཨཱ་ནི་བོད་དོན་གྱི་ཆེད་དུ་ཕྱག་ལས་གནང་དང་གནང་བཞིན་པ་རེད་ར། ཨཱ་ནི་འདི་དཔེ་དེབ་དེ་ང་ཚོ་ཀློག་པའི་ནང་ལྟར་ང་ཚོ་ངོ་གནས་ཁོ་ར་ཡོག་གཞོན་སྐྱེས་དེ་ཚོ་སེམས་ལ་ཡོག་དམིགས་བསལ་གྱི་ཚོར་བ་ཅིག་ཡོང་གི་རེད་བསམ་གྱི་འདུག་ར་ཨཱ་ནི་ཅིག་ང་ཡིན་ན་དཔེ་དེབ་བཤད་མ་ཤེས་པའི་ཚོར་བ་ཅིག་འདུག་ར་ཨཱ་ནི་ནང་པ་ཚོས་ཀྱིས་དཔེ་དེབ་དེ་ཀློག་ཡ་དེ་དྲན་པ་མ་བྱེད་རོགས་བྱེད། ཐུགས་ཆེ་གནང།